ག་རེ་ཟེར་ན་བུ་ཕྲུག་ཁྱིམ་དེའི་ལས་ཀ་དེ་རྒྱ་ཆེན་པོ་ཞེ་དྲག་རེད། རྒྱ་ཆེན་པོ་ཞེ་དྲག་ཡིན་ས་མི་གཅིག་གས་འཇོན་བཞག་པ་འདི་དགེ་མཁན་མ་རེད། གཙོ་བོ་བུ་ཕྲུག་ཁྱིམ་དེ་དངོས་གནས་རྒྱ་བ་ལུག་གཅིག་གས་དབུ་འཛུགས་གནང་བ་རེད། ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་དེ་བོད་ནས། མི་མང་མང་པོ་གཅིག་ཇོ་ཨེ་ལི་སྦེད་བདེ་མོ་ནས་དཀའ་ཉེན་ཞི་བོ་ཇི་ཡོད་དུས་གང་རྒྱ་གར་གཞུང་གས་ང་ཚོའི་མི་མང་ཚོ་ཡ་ལས་ཀ་སྤྲད་ཡག་དེ་ཨེ་ལམ་སོགས་ལས་ཀ་སྤྲད་པ། ལམ་སོགས་ལས་ཀ་མ་ཐུབ་མ་གཞི་བོད་ནས་ཡོང་དུས་ཞིང་པ་དང་འབྲོག་པ་དེ་འདྲས་སོ་སོའི་ས་ཆ་ནི་ཡོད་མ་རེད་ཞིང་ལས་བྱེད་ས་ད་ག་ན་གཞི་སོ་སོའི་སེམས་ཅན་ནི་ཚོ་མཉམ་པོ་དེ་ཐུག་ཡོད་མ་རེད་ལ་དྭགས་ཡ།

ཨ་ནི། དངོས་གནས་བོད་པ་མང་པོ་ཞི་བ་ཅིག་རྒྱ་གར་ཡར་འདུག་ཏུ་འཇོག་ཡོང་དུས་ཨན་ཐ་ཇི་ཞུས་པ་ན་ཞི་མངལ་ཞུས་པ་ན་ཞི། ལམ་སོགས་ཀྱི་ལས་ཀ་དེ་བྱེད་དུས་གང་ལ་ཡར་སྐུ་མདུན་ནས་ག་རེ་དགོངས་པ་བཞེས་དོ་ཟེར་ན། ལམ་སོགས་གང་ལ་ལས་ཀ་བྱེད་དུས་གང་ལ་ད་སྤུ་གུ་ཐིག་བྱེད་ལ་བས་ཚེ་དཀའ་ཉེན་ཆེན་པོ་ཞིག་གྲགས་རེས་བྱས་སང་རྒྱའོ་ལུང་ཆེ་གས་སྤུ་གུ་རུག་རུག་བཟོ་བ་བཏང་ན་ཨ་ནི་སྤུ་གུ་ལྔ་བཅུ་ང་གསུམ་ཅིག

ང་ཚོའི་ལས་བྱེད་པ་རྙིང་པ་མང་པོ་ཞི་བ་འདི་འདྲ་མང་པོ་ཞི་བ་ཅིག་ད་འདས་གྲོངས་ཐེབས་རེད་ད་དང་དོད་ཁ་ཤས་ཀྱི་བཞུགས་ཡོད་རེད་ཁོང་ཚོ་ད་རྦད་དེ་དཀའ་ལས་ངས་དང་པོ་དེ་ཨ་ཅག་ལགས་སྐབས་དེ་སྐུ་ལས་རྒྱུན་དུས་གང་དངོས་གནས་སྤུ་གུ་ཙོ་ཡ་ས་སྙིང་ཁ་ལག་ཁར་སྤྲད་སྒུག་ཡོད་མེད་གང་ཡག་སི་མེད་པ། དེ་འདྲའི་ཐོག་ནས་དཀའ་ངལ་སྡིག་དཔྱད་འཛེམ་ཅན་ཁོང་ཚོའི་སྐུ་ལས་རྒྱུན་ཅན་ད་ད་རི་ཁེ་སི་དངོས་གནས། ལོ། བུ་ཕྲུག་ཁྱིམ་དུ་དབུ་བརྙེས་ནས་ལོ་ལྔ་བཅུ་ང་གསུམ་དྲུག་བར་ད་ཚ་ལོ་ར་བ་ད་དུ་ལོ། ལོ་དགུ་བརྩི་བྱའི་ཁྱིམ་པ་དེའི་ནང་དེ་འབྲས་བུ་རྦད་དེ་ཡག་ཚ་ཆོས་བསྟན་ཡག་དོ་ག་འབྲས་བུ་དེ་བསྟན་ཡག་གི་ཨ་ནི་གར་སོག་རེད་ད། ག་བ་ག་བ་བསྟན་འབྲས་བུ་དེ་འདྲའི་ཡག་པོ་བྱུང་བ་རེད་ཟེར་ན་ལས་ཀ་ཅི་ནས་ཐེག་ཆེ། ལས་ཀ་བྱེད་ཉལ་འདེགས་བྱེད་མཁན་ཧུར་ཐག་པ་ཐག་བྱས་རྗེས་ཨེ་ནི་འབྲས་བུ་ཡག་པོ་ཅི་མིན་རྗེས་བསྟན་ཐུག་ཡག་ཅིག་བྱུང་ཡོད་རེད་ཨེ་ནི་དེ་ལ་ཡང་ང་ཚོ་ངས་ད་ལྟ་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡ་འདིའི་ཐོག་དེ་གར་སོ་རན་དགོངས་པ་བཞེས་དགོས་ཀི་བསམ་གི་ལས་ཀ་ག་རེ་བྱས་པས་ནི་འབྲས་བུ་ཡག་པོ་ཅི་མིན་དགོས་ཀི་ཡོད་ན་རྡོག་ས་གཅིག་སྒྲིལ་ཐོག་ནས་བྱེད་དགོས་ཡ་ད་ག་ན་གཞི། བྱེད་སྙེག་མི་དིལ་ཡ། གར་སོང་རས་བྱེད་ཐུ་སྙེག་མིལ་ཡ། རྩིས་སྤྲད་ཅན་བྱས་ཅན་མི་དིལ་བྱས་རྗེས་བཞག་ཅན་བྱས་རྗེས་བཞག་སྙེག་མི་དེ་ངོས་འཛིན་བྱེད་ཡ་དེ་གལ་ཆེན་པོ་འདུག་ཨང། བྱས་ཙང་ང་ཚོའི་བོད་པའི་སྤྱི་ཚོགས་ནང་དངོས་གནས་མ་འོངས་པ་ཡ་ཧྲ་ཐག་ཐག་ཡག་པོ་ཅིག་དགོས་ཀྱི་ཡོད་ན། བྱེད་ངལ་ཡང་ངོས་འཛིན་བྱེད་ཐུབ་པ་ཅིག་ད་ག་རེ་རྩིས་སྤྲད་པའི་གནས་འདི་ལ་ཡིད་ཆེས་ཀྱི་བྱེད་ཁུག་དུ་མ། ང་ཚོ་འཛོམས་འཛོམས་ཡ་ལས་ཀ་མང་པོ་ཅིག་འཐུས་ཤོར་གར་ཆད་འགྲོ་གོ་རེད་ཟེར་ན་ངལ་ཡ་བྱེད་པོ་རེད་བཀོད། རྒྱུ་མ་དེ་རེད་པ་ད་སྐད་ཆ་མང་པོ་ཅིག་ལྷག་ཨེ་ནི་ཡིད་ཆེས་བྱེད་ཀྱི་མི་འདུག་ང་སོ་སོས་ཡ་བཀོད་པའི་མི་དེ་ཡིད་ཆེས་བྱེད་ཁུག་དུ་མ།

དཔེར་ན་ང་ཚོའི་བསླབ་གྲྭའི་དབུ་འཛིན་ག་པར་གཟིགས་པའི་ནས་དབུ་འཛིན་དེ་རྗེས་གཟིགས་པའི་ན་གང་གི་ལོག་པད་དེ་སློབ་སྦྱོང་བྱས། གང་གི་ལོག་ལག་པ་ལག་གི་ཁྱི་ཅན་དངོས་གནས་སུས་སུ་ད་སྙིང་པོ་རྒྱ་གར་ནག་ཡིན་ནའི་རེད་ཕྱི་རྒྱལ་ཆེན་པོ་ཡིན་ནའི་རེད་ཧྲང་ཚུ་གར་སུ་རེད་དཔུང་པ་འདྲ་མཉམ་བྱས་ཅན་ཨ་ནི་ལན་རྒྱབ་ཐུག་རེད་དཔུང་པ་འདྲ་མཉམ་བྱས་ཅན་ང་ཚོ་ལས་འགན་འདི་བྱེད་ཀྱི་ཡོད་ལབ་ཐུག་ཉན་འདི་ཡོད་རེད་ས་ཐར་ཁེས་རྒྱ་བ་རུམ་ཆིག་ཐུགས་རྗེ་བཀའ་དྲིན་རྒྱལ། མ་འོངས་བོད་ཀྱི་སོན་རྩ་དེ་ཆེད་སློབ་སྦྱོང་ཡག་པོ་ཅིག་སྤྲད་འོང་རེས་ད་སློབ་སྦྱོང་སྤྲད་པའི་འབྲས་བུ་དེ་སྨིན་རྗེས་ད་ལག་ལེན་བཏང་རྗེས་ལས་ཀ་དེ་ཚོ་བྱེད་འོང་རེས་དཔེ་ནས་ཆ་བཞག་ན་ད་ད་ལྟ་བུ་ཕྲུག་ཁྱིམ་དེ་ལས་ཀ་དེ་ཆ་བཞག་པ་ཡིན་ན་ང་ཚོ་དཔལ་ཐུབ་དེ་ངས་ཟེར་གྱི་ཡོད་སྐོར་ཅིག་ཆ་ཚང་བརྒྱབ་པ་རེས་ངས་ཐང་གོ་དེ་ཨ་ཅག་ལགས་དམ་པ་དེ་བཞུགས་དུས་ཁང་དབུ་བཙུགས་དུས་ལ། སྤུ་གུ་སྔོན་འགྲོའི་ལག་ཏུ་ནས་འགོ་བཙུགས། དེ་ནས་རིམ་པས་རིམ་པས་བྱས་འཛིན་གྲྭ་དང་པོ་གཉིས་པ་གསུམ་པ། དྲུག་པ། དུག་བྱས་བྱས་ནས་ཨན་གར་སོགས་རེ་ཡ་ཡ་ཡ་པར་བྱས་འཛིན་གྲྭ་བཅུ་གཉིས་བོ་དོ་ཡ་ཆེན་པོ་རེ་ཨན་རྒྱ་གར་གཞུང་གི་ངོས་འཛིན་དུ་སྡིག་སྤྱད་གང་ག་ར་བ་བྱས་ད་ད་རི་ཁས་སི་ང་ཚོ་ག་བ་ལས་བསྡད་ཡོད་རེད་ཟེར་ན་ཐུགས་རིམ་བསླབ་གྲྭ་ད་ཀོ་ལེ་ཇ་རེ་བ།

གར་བཙུགས་ར་ཁོ་ཚོའི་ནང་དུ་ཡིན་ན་གྲུབ་འབྲས་ཐོན་ཡོང་གི་འདུག་ད་ག་ན་གཞིས་སྤྱི་ཚོགས་དེ་འདྲའི་གྱིས་ནི་དངོས་གནས་གཅིག་གར་བཙུགས་རའི་སྤྱི་ཚོགས་དེའི་ནང་དེ་ལས་ཀ་བྱེད་ཉན་མི་དགུ་བོ་རེ་ལས་ཀ་བྱེད་ཉན་མི་ལ་ཡ་དངོས་གནས་སྤྱི་ཚོགས་ཁོ་རའི་ནང་ལོག་ནས་ཡ་སྐྱག་སྒུག་གི་མ་འདུག་མང་འཐེན་ན་ཡག་པོ་མི་འདུག་གང་བྱེད་ཀྱི་བྱེད་ཀྱི་ལས་ཡག་པོ་བྱེད་ཀྱི་མི་འདུག་ཟེར་ཡ་དེ་ང་ཚོའི་ང་ཚོའི་བོད་པའི་གར་བཙུགས་རའི། གཤིས་ཀ་དེའི་ཐོག་ནས་འདི་འདྲའི་རང་བྱུང་ཡོང་གི་འདུག་ཨང། འདི་འདྲའི་ཐོག་ང་ཚོ་དངོས་གནས་དྲ་གནས་རིག་པ་འགྲིམ་ཅན། ཨེ་ནི། ཅིག་གར་སོང་བས་ག་དུས་ཡིན་ནའི་དོན་དག་འགྲུབ་དགོས་ཡ། ཨེན་བུ་ཕྲུག་ཁྱིམ་དེའི་ལས་ཀ་དེའི་ཐོག་དེ་ང་ཚོ་ག་དུས་ཡིན་ནའི་ཕུག་གི་ཏིང་ངེ་དང་པོ་དེ་ཡིན། ཕུག་དབང་སློབ་སྦྱོང་བྲལ་ཡ། ཕུ་བོ་ཚར་ལོངས་བྱས་ཨ་ཕུ་བོ་ག་རེ་ཡིན་ནས་ག་རེ་བྱས་རེད་ནས་ང་ཚོ་གང་གས་གན་དེ་ཕུ་བོའི་ཐོག་ལ་ཡར་རིག་པ་འགྲིམ་ཅན་བྱས་ཨ་རེད་མོད་དུ་གཞན་དག་གིས་མེད་ད་སྐུ་ངས་ཏིང་ངེ་མ་ནས་ཨ་ལས་ཀ་འགོ་བཙུགས་ནས་དེ་གསལ་པོ་བཟོས་ཡོད་དེ་འདང་ནས་གཞིས་སྐུ་མདུན་ནས་བཀའ་སླབ་ག་དུས་ག་དུས་ཡིན་ནས་ང་ཚོའི་སྤྱི་པའི་ཐོག་ལ་བཀའ་སླབ་ག་ཚད་གནང་གི་དོག་རྒྱ་བ་རུང་ཆེ་བཀའ་སླབ་མིག་བདུན་དེ་གསལ་པོ་བྱས་ཅན་རེ་བ་སེམས་ཀྱི་ནང་ལ་བཞག།

ག་རེ་ཟིན་རྒྱ་བ་རུང་གཅིག་གིས་ང་ཚོའི་ཆོས་དང་རིག་གཞུང་ང་ཚོའི་མི་རིགས་བོད་པ་ཟིན་ཡ་དེ་མ་ལག་གི་སྐོར་རེད་སྡིག་ཆས་ཟིན་དགོས་རེད་ཨེ་འདི་འདྲའི་མཁས་རློམ་གཅིག་གིས་བཀའ་གནང་ཨ་སུ་ང་སོ་སོའི་མི་རིགས་སྡིག་ལ་གནས་དགོས་ཀྱི་ཡོད་ན་ཨེ་རིག་གཞུང་དེ་བད་གལ་ཆེན་པོ་ཞེ་བོ་ཅི་ཡིན་པ་ཁྱེད་ཚང་འདི་འདྲའི་ཐོག་ནས་དངོས་གནས།

ཕྱག་ལས་དེའི་ཐོག་ལ་ཡ་གར་སོ་བའི་ཞིབ་འཇུག་གནང་ཅན་གྷན་རེས་གནང་གུ་གུ་ཏོ་ཡ་ཀས་གྷན་རེས་གནང་གུ་གུ་ཏོ་གྷན་རེས་ཆེ་གུ་གུ་ཏོ་བཅས་ཅན་ད་རང་ཡ་གར་སོ་བའི་ལས་འདུམ་འདི་ཚོ་གསུང་དུས་གང་དཔེ་ཡག་པོ་གནང་འདུག་བ་དངོས་གནས་ཨེན་ཅིག་དགེ་རྒན་དགེ་རྒན་ད་ལྟ་བུ་དོ་དང་བླངས་ཐོན་ཅན་དགེ་རྒན་གནང་ནས་གནང་བ་རེད་ད་ག་ནང་གཞིས་བྱེས་གར་སོ་བའི་དགེ་རྒན་ཚོ་ཕོ་བ་ཁ་དེ་ཚེ་རགས་ཡུལ་ནས་ཉུང་ཉུང་ཞིག་གྲགས་ཏེ་ད་ཡིན་ནའི་སེམས་ཤུགས་དེ་རྦད་དེ་སློབ་ཆུང་བསྐྲད་ད་ག་ནས་ཤི་ད་རམ་ས་ལར་འབྲེལ་བ་ན་ད་ཀློག་དེབ་བཟོ་ཡག་ད་ཅིག་འཆར་གཞི་མང་པོ་ཅིག་བཏིང་ན་ཤ་ཞེ་དྲག་ཡག་པོ་རེད་བསམ་གི་བྱས་ཙང་ད་ཕྱག་ལས་ཡག་པོ་ག་རེ་ཡིན་ནའི་སྤྱི་ཚོགས་ལ་ཕན་ཐོག་ཡག་ཅིག་ཡག་པོ་ཅིག་གནང་ཡག་ཅིག་བོད་པའི་སྤྱི་ཚོགས་དེ་རྦད་དེ་རུག་རུག་བཟོ་ཡག་བོད་པའི་སྤྱི་ཚོགས་དེ་རྦད་དེ་དངོས་གནས་རྒྱ་བར་མོ་ཆེའི་དགོངས་པ་བཞེས་པ་ན་ཤི། ཤ་སྟག་དང་བཟོ་ཡག་འདི་དང་དེ་ཤུགས་རྒྱབ་ཡིན་ན་དངོས་གནས་ཤུགས་དེ་ཡག་པོ་ཅི་ཐིག་རེད་བསམ་པི་ད་ག་ན་ཞིག་གཅིག་གྲུབ་འབྲས་ཡག་པོ་ཅི་ཐུང་གི་རེད་བསམ་པི་བྱས་ཙང་བསླབ་གྲ་དེ་ད་ལྟ་བུ་དོ་དཔེ་ཡག་པོ་གནང་བཞག་ཨན་མུ་མཐུན་དུ་འདོར་གནང་རོགས་གནང་ཞུ་ཡག་ཅིག་དང་ཨན་དེ་ནས་ད་ད་ད་རྒན་ལགས་ཚོ་དགེ་ག་ཚོ་རེད་ད་ཅིག་དགེ་རྒན་གནང་ཡག་གླིང་བར

ཡ་བོ་ཅན་གོ་ད་ཁྲོས་པ། གཞས་འདི་ཚོའི་ཚིག་རྒྱལ་སོ་སོའི་སེམས་ལ་གུ་གྱོ་དེ་ཡ་ཡོད། གཞས་འདི་ཚོའི་ཚིག་གི་ཐོག་ནས་སོ་སོའི་ལུང་པ་གཞན། སོ་སོའི་མི་རིགས་ཀྱི་སྤོབས་པ་འདི་འདྲས་འདི་འདྲས་ཀྱི་གར་སོང་རེད་འདི་འདྲས་གུ་གྱོ་དེ་ཡ་ཅིག་གཞས་ཀྱི་ཚིག་ནང་ལ་ཚིག་ཡོད་རེད་བསམ་གི་ང་ར་བུ་བུ་ཡས་ཤིང་གི་མས་ངས་བོད་སྐད་ཞེ་དྲག་ཡག་པོ་ཡོད་མ་རེད་ད་ཡིན་ནའི། རེད་པ། དངོས་གནས་དེ་ཚོའི་ཐོག་ནས་ཨ་ནི་གཅིག་གུ་སྐྱོ་དེ་ཡ་རབ་གནང་དགོས་འདུག་དཔེར་ན་བོད་ནས་བོད་ཀྱི་གཞས་དེ་ཚོའི་ཚིག་ས་ཁོ་ཚོས་གཟིགས་ཀྱི་ང་ཚ་ལོག་ཡེ་ཤེས་ཡོད་མ་རེད་ཡིན་ནའི་ཁ་ཤས་ཀྱི་ང་དེ་བཤད་རྒྱབ་བྱེད་དུས་གང་གུ་སྐྱོ་ཞིག་མི་འདྲེ་འདུག་བ། བོད་ནང་དཀའ་ངལ་ད་གི་ཚི་གཅིག་འོག་དེ་རེད་པ། དོན་དུ་ཁོ་ཚོའི་གཞས་དེ་ཚོའི་ཚིག་དེ་ཚོ་གསན་པ་ཡིན་ན་ཁོ་ཚོ་ལོག་པའི་དུ། རེད་པ། བྱས་ཙང་ང་ཚོ་རང་དབང་ལུང་པའི་ནང་བསྡད་ཅན་དངོས་གནས་རེད་པ། ཨ་ནི་ང་ཚོ་རེ་བ་རྒྱབ་ས་བོད་ནང་མི་མང་ཚོའི་རེ་བ་རྒྱབ་ས་ཨ་ནི་ང་ཚོ་རང་དབང་ལུང་པའི་ནང་བསྡད་པའི་མི་སྡིག་ཅན་རེད་རྒྱ་བ་རུང་ཕྱི་དང་ཨ་ནི་ང་ཚོ་བོད་པ་རེད་པ། ག་པར་ཡོད་ནས་ཁོང་ཚོས་རེ་བ་བརྒྱབ་ས་དེ་རེད་ཨེ་རེ་བ་བརྒྱབ་ས་དེ་བཅས་ཀས་རེ་བ་བརྒྱབ་ཉེས་དེ་ཚོ་ཡང་དངོས་གནས་དྲ་གནས་ཅིག་གར་སོང་བས་སེམས་ཤུགས་མ་བརླག་ཅིག་ད་ཁོང་ཚོས་ང་ཚོས་རེ་བ་བརྒྱབ་ས་དེ་འགྲིག་གི་འདུག་བསམ་བསམ་ཅིག་ད་དེ་ང་ཚོ་གང་གང་ལས་འགལ་ཡོང་རེད་བསམ་པའི་བྱས་ཙང་དེ་འདྲའི་ཐོག་ནས་ཨེ་ཅིག་གར་སྣང་བས་ནས།

གཞས་གཏང་ཞྭ་བུ་འཁྲབ་བྱེད་དུས་ཀར་ཁོ་ཚོ་ཁ་ཤས་ཀྱིས་གསུང་གི། སྤུ་གུ་དེ་བེད་བོད་སྐད་ཡག་པོ་ཡོག་རེད་སྤུ་གུ་དེ་བེད་དེ་གཞན་དོན་ཞིག་དང་ཡག་པོ་ཞིག་དྲ་རྒྱོག་ཐུག་རེད་ད་དེ་ཚོ་དངོས་བསླབ་བྱ་ནང་བསླབ་གནང་དགོས་རེད་དེ་གཙོ་བོ་དེ་ཕ་མའི་བཀའ་དྲིན། ནང་ཡབ་ཨ་མས་ཤུགས་རྒྱབ་ནང་པ་ལག་སྐྱེས་ཤུགས་རྒྱབ་ཅན་ཨེ་ནི་ཁྱད་པར་ཟུག་གཏོང་བ། ག་རེ་ཟེར་ན་སྤུ་གུ་ག་པར་བསྡད་དགོས་རེད་ཟེར་ན་ཕ་མའི་རྩར་བསྡད་དགོས་རེད་པ་མང་ང། ཕ་མའི་རྩལ་ལ་མང་ལ་དད་གུས་ཡོད་ས་ཕ་མ་ཚོའི་ལས་འགན་རེད་བསམ་གི། ཕ་མ་ཚོས་སོ་སོའི་ལུང་པ་གཞན། སོ་སོའི་མི་རིགས་ཀྱི་གཞན། སོ་སོའི་རིག་གཞུང་གི་གཞན་ཕ་མ་ཚོ་ཡོད་ན་སོ་སོའི་སྤུ་ཀོ་ཡར་འཇགས་ཀྱི་སྐོར་རེད་བསམ་གི། དེ་འཇགས་ཐུབ་མེད་ན་ཁྱེད་རང་ཚོའི་ལས་འགན་ཁྱེད་རང་ཚོས་ཡག་པོ་བྱས་ན་འགྲུབ་ཡོད་མ་རེད་བསམ་གི། དངོས་གནས། རེ་བ། བྱས་ཙང་འདི་འདྲའི་ཐོག་ནས་རྒྱང་རུང་སྤྱིར་སྐྱབས་སུ་མཆི། ཞུ་གནང་གི་འོར་བ་དང་མང་ཆེ་གས་ད་ཞུས་གནང་གི་ཡོད་ན་རྒྱང་རུང་སྤྱིར་གར་ཁ་གནང་གི་དོག་མེད། སོ་སོའི་སྤུ་གུ་བོད་སྐད་ཤེས་པོ་གྱིས། སོ་སོའི་སྤུ་གུ་བོད་ཡིག་ཤེས་པོ་གྱིས། སོ་སོ་བོད་པ་ཡིན་པ་ཨེ་ནི་མ་བརྗེད་པོ་གྱིས་ཁ་གནང་གི་ཡོད་རུང། དེ་ཚོའི་ཐག་ང་ཚོ་སུ་ཡིན་ནའི་ག་དུས་ཡིན་ནའི་དེ་དྲན་གསོ་བཏང་ཡག་ལས་སླ་པོ་རུ་བ། བྱས་ཙང་འདི་འདྲའི་ཐོག་ནས་ཨེ་ནི་ཕ་མ་ཚོས་ལས་འགན་ཞིབ་བཅུ་ཡོད་རེད་བསམ་གི་ཨེ་ནི་ད་ལྟ་སྣང་བརྙན་མང་པོ་ཆུ་འདུག་ད་སྣང་བརྙན་འགའི་གནང་གི་ཡོད་རེད་དུ་འདོད་སྤུས་དག་ན་ཨེ་ནི་ཕ་མ་ཚོ་ཡུན་ནས་སོ་སོ་སོ་སོའི་བོད་ཡིག་ཡར་རྒྱས་དང་ཨེ་ནི་བོད་པའི་ནང་ཆོས་དེའི་ཐོག་ལས་འབད་ཡར་རྒྱས་དང་ལ་ང་རེད་ཅིག་ཡོད་ང་བོད་ཡིག་ཤིག་མེད་དེ།

དེ་ནི་གོ་ས་དེ་བསྟན་མ་ཐུབ་ཡིན་ན་ཨ་ནི་སྐད་ཆ་སྟོང་པ་རེད་བསམ་གི་ང་ནི་ཡང་བྱས་སང་གཅིག་བསྟན་དགོས་ཀྱི་ཡོད་ན་གཅིག་སྒྲུབ་དགོས་ཀྱི་ཡོད་ན་ག་དུས་ནས་དཀའ་ཉེན་དེ་འཛེམ་དགོས་རེད་བསམ་གི་དཀའ་ཉེན་དཀའ་ཉེན་ཡོད་རེད་དཀའ་ཉེན་དེ་ལ་འཛེམ་བྱས་ནས་བྱས་པ་ཡིན་ན་སོ་སོ་སོ་སོ་རྒྱལ་རྒྱལ་ཁ་ཐག་པོ་ཡོད་རེད་བྱས་སང་འདི་འདྲའི་ཐོག་ནས་ད་རི་ཞི་དྲག་མང་པོ་ཕེ་བཞག་ཨན་མཐོ་ཆས་ནང་སུ་ཞུ་ཡ་ཡིན་ཨན་དེ་ནས།